བསམ་བློ་སྦུག་སུ་དོག་ཁྱོད་ནས་མ་བྱེད། ང་ཚོ་མི་གཅིག་པ་རེད། ཨ་ནུ་ལྷག་པར་དུ་ཡང་བོད་པའི་སྤྱི་ཚོགས་ལ་སྐྱེས་བསྡད་ཡོད་རེད། ང་རང་ཚོ་ཚང་མ་ལོག་ཁ་ལ་ཡ་གཅིག་གི་སེམས་ཅན་ཐམས་ཅད་ཟེར་ནས་སྨོན་ལམ་བརྒྱབ་བསྡད་ངེས། བྱམས་པ་དང་སྙིང་རྗེ་ཟེར་ནས་བཤད་བསྡད་ངེས་ཀྱི་ང་ཚོ་ཚང་མ་གཅིག་པ་རེད་དེ་འདྲ་ཡིན་དུས་ཁྱོད་རང་སེམས་སྐྱིད་པོ་བྱེད་འདོད་ཤེས་སོང་ཨ་ཨེ་ནི་སྦུག་སུ་དོག་སྦུག་སུ་དོག་དོག་ཟེར་ཡོང་པའི་ཁ་ཐུག་ལ་ཡ་དེས་བརྟག་དཔྱད་བྱེད་དགོས་རེད་ད་གིས་ངས་ཟེར་ཡ་དེ།

ཨེ་ནི། ཡང་བསམ་བློ་གཏོང་རྒྱ་སྐྱེད་ཆེད་ད་གླིང་རུ་ཆེ་ནམ་རྒྱུན་ཡོད་དུས་ངས་ད་བློས་སྐད་གསར་བ་འདུག་ཟེར་གྱི་ཡོད་རེད་ད་དེ་ཞུ་ཡག་མ་རེད་ད་ང་རོ་རང་གི་འགན་འཁྱེར་ནས་གླིང་རུ་ཆེ་ཐུགས་རེ་ཇི་ལྟར་གནང་ན་བྱོས་ད་ངས་ཧུར་ཐག་པ་ཐག་བྱེད་བསམ་པའི་སེམས་ཤུགས་གང་ལ་ཚུགས་རྒྱུར་བྱས། སེམས་མ་སྐྱིད་པ་དེ་སེམས་ཤུགས་སྐྱེད་ཡག་གང་ལ་ཚུགས་རྒྱུར་བྱས་དེ་འདྲ་བྱས་ཡིན། སེམས་མི་རེ་ལབ་བརྡེགས་ཡོད་མི་ཁ་ཤས་ཅིག་གིས་ད་སོ་སོའི་ཕ་མ་གྲོངས་སོ་ཅིག་སྤུན་རྒྱག་གྲོངས་སོ་ཅིག་བཟའ་ཚང་གྲོངས་སོ་ཨམ་རེ་གིས་སེམས་ཁྲལ་བྱེད་བསྡད་ཀྱིན་སོང་སེམས་ཁྲལ་མ་བྱེད། ད་སོ་སོའི་ཅིག་བརྩི་བུ་བྱེད་སའི་ད་མི་གྲོངས་པ་རེད་ད་སོ་སོ་པའི་འགན་གནོན་པའི་ཡོད་ད་གསར་པ་ཅིག་གིས་ཤ་ཚོང་བརྩི་བུ་བྱེད་སའི་ད་མི་དེ་གྲོངས་ཚར་རེད་ད་མི་དེ་ཡོད་པའི་ཁ་ཐུག་ལ་སོ་སོ་ཅིག་གིས་ཡིད་ཆེས་བློས་འགེལ་རུ་ག་འདྲི་བྱེད་དགོས་རེད་རེ་བ་ག་འདྲི་བསྐྱེལ་གི་ཡོད་རེད་ད་དེ་ངས་ཧུར་ཐག་པ་དང་སྒྲུབ་བསམ་པ་ཅིག་གིས་དང་སེམས་ཁྲལ་བྱེད་ཡ་དེ་སེམས་ཤུགས་སྐྱེ་ཡ་གམ་སོགས་བསྒྱུར་ཡིན་ན་ཇི་ལྟར་ཕན་གི་རེད་ཤེས་སོང་ཨ། ཨ་ནི་ག་ལྟར་སངས་རྒྱས་པའི་ཆོས་ཀྱི་ནང་ལོགས་ལ་ཅིག་བཟང་དང་ངན་ག་རེ་ཡིན་ནས་ཨ་ནི་ལྟོས་ནས་བསྒྲུབ་པ་རེད་མ་གཏོགས་ལྟོས་མེད་རང་དབང་གི་ཡོད་བསྡད་པའི་སྐྱོན་ཆ་ཅིག་དང་བཟང་པོ་ཅིག་རྩ་བ་ནས་ཡོད་མ་རེད། བྱས་ཙང་ཁོ་དངོས་ཡོད་གནས་ཚུལ་དེ་དེ་དེ་ག་སོགས་རེད་བཟང་ངན་གྱི་ཆ་མང་པོ་ཡོད་བསྡད་པ་ཞིག་རེད་མ་གཏོགས། བརྒྱ་ཆ་བརྒྱ་ཐ་བ་བཟང་པོ་དང་བརྒྱ་ཆ་བརྒྱ་ཐ་བ་ངན་པ་ཟེར་བ་དེ་རྩ་བ་ནས་ཡོད་མ་རེད། ཤེས་སོང་ངམ། ད་ང་ཚོ་སེམས་ལ་ཡང་ཆགས་སྡང་སྐྱེས། སེམས་མ་སྐྱིད་པ་བྱས་དེ་འདྲས་སྐྱེས་པའི་ཁ་ཐུག་ལ་དེའི་ནང་ནས་སྣེ་ཁ་གཅིག་དྲུག་ནི་ད་དུག་ཁོར་བུ་གཅིག་དྲུག་ནི། འོ་ད་པའི་ཆ་ཐམས་ཅད་ནི་དུག་ཁོར་བུ་ཤྟག་ཅིག་ལ་མཐོང་བསྡད་དུས་ཨེ་ནི་སེམས་མ་སྐྱིད་པ་ཅིག་ཡོད་རེད་ཁོང་ཁྲོ་ཟེར་ཡི་མི་ཡོད་རེད། དེ་ལ་ཡང་ཕྱོགས་ཡོངས་ཀྱི་གནས་ཚུལ་འདུག་བསམ་བློས་འདུག་ལྟ་ཐུབ་པར་བྱུང་ན། སེམས་ཁྲལ་ཡོང་ཡག་གི་རྒྱུ་རྐྱེན་གཅིག་དེ་ཡོད་རེད་དེ། ཡང་གཅིག་སེམས་ཤུགས་སྐྱེ་ཡག་གི་རྒྱུ་རྐྱེན་མང་པོ་ཅིག་ཡོད་པ་རེད་མ་གཏོགས་མེད་པ་མ་རེད། རྐྱེན་དུ་མ་ཚོགས་པའི་སྒོ་ནས་སྒྲུབ་བདེ་ངེས། རྐྱེན་ལ་ལྟོས་ནས་སྒྲུབ་བདེ་བ་ཟེར་བ་ལྟར་དེ་དཔེ་གལ་ཆེན་པོར་བལྟ། ཆ་སོང་བ། ང་ཚོས emotion ཟེར་བ་དེ just look from one angle། རེད་བ། ཟེར། ངོས་གཅིག་ནས་འདུག་སྟེ་བསྡད་ནས་ཨེ་ནི་སྐྱོན་རུ་མཐོང་བསྡད་དུས་ཙང་ནས་ཨེ་ནི་སྐྱོན་དེ་ཆེན་པོ་ཧྲིལ་བོ་ཞིག་མཐོང་བསྡད་མཁན་གྱི་རྒྱ་ཆེན་པོ་ཞིག་འདུག་བསྡད་ན་སྐྱོན་ཡོད་རེད་དེ་དེ་ག་ཟིག་གི་ད་ཡག་ག་ཡི་ཡོད་རེད་དེ་ག་ཟིག་གི་སྐྱོན་ག་ཡོད་མ་རེད་བསམ་ལ་བསམ་བློ་འཁོར་ན་ནམ་སང་བསམ་བློ་དེ་འགྱུར་བ་ཆགས་འགྲོ་གི་འདུག་བ་ཤེས་སོང་ང་དཔེར་ན་རྒྱ་མིས་ང་ཚོས་གང་ལྟར་སྡུག་པོ་ཞུགས་ཅིག་ང་ཚོས་མྱངས་པ་རེད། རེད་དེ་ཡིན་ནས་རྐྱེན་ངན་གྲོགས་ལ་ཕྱིན་བདེ་བ་ཞིག་བསམ་བློ་བཏང་ཡོང་དུས་ཡང་དག་ཚིག་གི་བསམ་བློ་དེ་ཁོང་ཁྲོ་ཞུ་བྱེད་དེ་མི་འདུག་ག་ཤེས་སོང་ང་སོ་སོའི་དགའ་སའི་བརྙན་རུ་ཞིག་ལ་ཡིན་ནས་ཡོན་ཏན་ཞེ་ཐག་མཐོང་བསྡད་དུས་ཨེ་ནས་ཆགས་པ་སྐྱེས་ཡོང་གི་ཡོད་རེད། དེའི་སྐྱོན་རུ་བྱེད་ག་རོག་འདུག་ཆ་ཚང་ཞིག་མཐོང་པ་ཡིན་ན་ཨེ་ནས་ཁོ་བློ་དེ་སྙོམས་པ་ཞིག་འགྲོ་བསྡད་ཀྱི་ཡོད་རེད།